ཁོང་སྐྱབས་མགོན་ཆེན་པོ་མཆོག་ནས་ལྷོ་ཀོ་རི་ཡའི་སྲིད་འཛིན་ས་བྷི་ལ་ཡར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་པ་རེད། དེ་གའི་ས་ཕྱི་ཟླ་དྲུག་པའི་ཚེས་ལྔ་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ནས་ཉེ་ལམ་ལྷོ་ཀོ་རི་ཡའི་སྲིད་འཛིན་གྱི་འོས་བསྡུའི་ཁྲོད་སྐུ་ཞབས་ལིས་ཇེ་མེ་ཡུང་མཆོག་ལ་ཡང་འོས་བསྡུའི་རྒྱལ་ཁ་ཐོབ་པ་ལ་ཡང་འཚམས་འདྲི་ཡོད་ཞེས་གསུངས་གནང་བཞག་དག་ནང་བཞིན་གསུང་འཕྲིན་ནང་ལོགས་ལ་ཡང་ད་དེ་རི་སངས་མཆོག་ཅིག་ནས་ད་ཅིག་འཛམ་བུ་གླིང་འདི་དཀའ་ཁག་གི་དུས་མཚམས་ཅིག་བརྒྱུད་བཞིན་ཡོད་རེད། ཕྱོགས་གཞན་དག་ཅིག་ནས་ད་འཛམ་གླིང་ག་བ་ག་ས་ལ་ཡང་འགྲོ་བ་མི་གཅིག་རྒྱུགས་དང་ཕན་ཚུན་གཅིག་ལ་གཅིག་བརྟེན་གྱི་འདུ་ཤེས་དེ་ཡིན་པའི་ནས་ཇེ་ཆེར་འགྲོ་བཞིན་ཡོད་པའི་དུས་སྐབས་འདི་འདྲ་ཅིག་ཡོད་དུས་རྩ་ནས་ཀོ་རི་ཡའི་གླིང་ཕྲན་འདིའི་ཐོག་ལ་ཡང་ད་ཞི་ལི་ཡུལ་ནས་ཡོང་ཡག་དེ་འཛམ་གླིང་ཁྱོན་ཡོངས་ལ་ཡང་ཆ་མཚོན་པ་ནི་ཧ་ཅང་གི་གལ་འགངས་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། སོང་ཙང་སྐུ་ཞབས་ལི་ཅན་མིན་ཡུང་མཆོག་ནས་ཅིག་ཕྱི་འབྲེལ་དང་གྲོས་མོལ་འདི་འདྲིའི་གི་ལམ་ནས་གླིང་ཕྲན་འདི་མུ་མཐུད་ཞི་བདེ་ཡུན་གནས་ཐུབ་ཐབས་ལ་ཡང་འབད་བརྩོན་ཏན་ཏན་གནང་གི་རེད། ཨ་ནི་ངོས་རང་འདི་ཐད་ལ་ཡང་ཡིད་ཆེས་ཡོད་ཟེར་ཏེ་རེས་བཀའ་བསྩལ་གནང་བཞག་དང་ནང་བཞིན་ད་ཉེ་བའི་ལོ་ཤས་ནང་ལོགས་ལ་ཡང་ལྷོ་ཀོ་རི་ཡའི་ནང་པ་མང་པོ་ཞིག་ཨ་ནི་ད་ང་རང་ཚོའི་རྒྱ་གར་ནང་ལོགས་ལ་ཡང་བསྐྱར་དུ་འཛུགས་སྐྲུན་བྱས་པའི་དེ་ཅིག་ཤེས་ཡོན་བསྟི་གནས་ཁག་ལ་ཡང་སློབ་གཉེར་གནང་ཡ་ལ་ཡང་དོ་སྣང་གནང་མཁན་ཇེ་མང་ཇེ་མང་དུ་འགྲོ་བཞིན་འདུག་ཨ་དེ་དང་དུས་མཚུངས་དུ་ལྷོ་ཀོ་རི་ཡའི་ཡང་ཅིག་ཆོས་རོགས་ཕོ་མོ་མང་པོ་ཞིག་རྒྱ་གར་དུ་ལ་ཡང་མཆོད་མཇལ་དུ་ཕེབས་པ་དང་སྟབས་བསྟུན་ནས་ཨ་ནི་ལོ་ལྟར་ལྕགས་ཀོང་སྐྱབས་མགོན་ཆེན་མོ་མཆོག་ནས་ཁོ་ནང་ཚོ་དང་བྱས་འབྲེལ་གནང་བཞིན་ཡོད་དེ་འདྲའི་བཀའ་བསྩལ་གནང་བ་བྱུང་ཤག་དེ་དང་སྦྲགས་བྱས་ནས་འབྱུང་འགྱུར་ཀོ་རི་ཡའི་གི་མི་མང་གི་རེ་བ་དང་མངོན་འདོད་ཀྱི་སྒྲུབ་ཡག་གི་བརྒྱུད་རིམ་ནང་ལོགས་ལ་ཡང་ད་ཅིག་སྲིད་འཛིན་མཆོག་ནས་གདོང་ལྷོད་གནང་དགོས་ཡག་དེ་ནས་མང་པོ་ཞིག་ཡོང་དགོས་བ་རེད་སོང་ཙང་དེ་གས་ཐམས་ཅད་ལམ་ལྷོང་ཡོང་ཡག་དང་ཨ་དང་ནང་བཞིན་འཛམ་གླིང་ཞི་བདེ་དང་འཆམ་མཐུན་ཡོང་བ་ལ་ཡང་འབད་བརྩོན་སྔར་ལྷག་གནང་ཡག་གི་རེ་བ་དང་ཐུགས་སྨོན་ཡོད་བཤད་འདུག་བཀའ་ཕེབས་གནང་ཤག། ད་གཞི་རྩའི་ལྷོ་ཀོ་རི་ཡའི་སྲིད་འཛིན་གྱི་ལས་རྒྱུན་རེ་རེ་ལ་ཡང་ད་ལོ་ལྔ་རེ་གི་ཐུགས་འགན་བཞེས་དགོས་ཀྱི་འདུག་དྭགས་ནང་བཞིན་ད་ཅིག་སྲིད་འཛིན་རེ་རེ་སྐབས་རེ་རེ་མ་གཏོགས་གནང་ཆོག་གི་མེད་པ་རེད་བཞག་ད་ཡིན་ནའི། སྐབས་གོང་མའི་གི་སྲིད་འཛིན་སྐུ་ཞབས་ཡུན་སུག་ཡུལ་ལགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་གི་ཟླ་བ་ལྔ་པའི། ཚེས་པ་བཅུ་ནས་བཅས་ད་ལས་ཁུར་བཞེས་གནང་བཞག་དངོས་གནས་བྱས་པ་ཡིན་ན་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་གི་ལོ་བར་ལ་ཡང་ལས་ཁུར་དུ་མུ་མཐུད་བཞེས་དགོས་ཡག་ཅིག་ཆགས་ཀྱི་ཡོད་རེད་དེ་ལས་ཡིན་ནའི་ད་ཁོང་རང་གས་ད་ལོ་སྔ་མའི་ཉིས་སྟོང་ཉི་ཤུ་རྩ་བཞིར་བར་ཏེ། ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་བཅུ་གཉིས་པའི་ནང་ལོགས་ལ་ཡང། དྲག་པོའི་དམག་ཁྲིམས་དང་ཆབ་སྲིད་ཀྱི་ད་དུས་སྲིད་འདི་འདྲས་དང་སྟབས་བསྟུན་ནས་ནི་གྲོས་ཚོགས་ནང་ལོགས་ལ་ཡང་དམག་ཤུགས་བེད་སྤྱོད་བཏང་རྗེས། གྲོས་ཚོགས་ལ་དབང་སྒྱུར་བྱས་ཡོད་རེད། སོང་ཙང་ད་ཅིག་བྱེད་བབ་དེ་འདྲིས་ཀྱི་ཐོག་ནས་ད། ལྷོ་ཀོ་རི་ཡའི་ནང་ལོགས་ལ་ཡང་དམངས་གཙོའི་ལམ་ལུགས་ལ་ཡང་སྣང་ཆུང་དང་ཁྱད་གསོད། དབང་ཆ་ལོག་པར་བེད་སྤྱོད་བྱས་པ་ལ་ཡང་ངོས་འཛིན་བྱས་རྗེས་མཐའ་མ་གྲོས་ཚོགས་ནང་ལོགས་ལ་ཡང། འོས་བསྡུའི་ཀྱི་ལམ་ནས་ནི་སྲིད་འཛིན་གྱི་ལས་གནས་ནས་ཕྱིར་ཕུད་བཏང་མ་ཟད། གནས་ཡས་དག་གང་དག། གཞུང་ལ་ཡང་དམངས་གཙོ་གི་སྒྲིག་འཛུགས་ལ་ཡང་གྱེན་ལོག་བྱས་པའི་ཉེས་མིང་གི་འོག་ནས་བཀག་ཉར་བྱས་པ་དེ་འདྲའི་བྱུང་ཤག། གནས་ཡས་ད་ལྟ་ཡིན་པའི་ནས། ཁོ་རང་བཀག་ཉར་ནས་གློད་གྲོལ་བཏང་འདུག་དེ་ལ་ཡིན་ནས་ད་ཁྲིམས་ཁང་ལ་ཡང་གནས་ཡས་འགྲོ་བཞིན་པ་རེད་ཤག་སོང་ཙང་སྐུ་ཞབས་ཁོང་གི་ད་སྲིད་འཛིན་གི་ལས་ཡུན་མ་ཚང་གོང་ནས་འོས་བསྡུ་གནང་རྗེས་ཨ་ནི་ཐ་མ་ད་རེས་ཀྱི་འོས་བསྡུའི་གི་རྒྱལ་ཁ་དེ་ཡིན་པའི་ཡིན་ན་ཨ་ནི་སྐུ་ཞབས་ལི་ཡི་ཅེ་མེ་ཡུང་སོགས་ལ་ཐོབ་པ་བྱུང་བ་ཡོད་པ་རེད་འདུག། ད་བོད་ཀྱི་ཉེ་རབས་ལོ་རྒྱུས་དང་འབྲེལ་བ་ཡོད་པ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བཞི་རུ་ཕེབས་པ་དེ་སྔ་གསེར་ཁྲི་མངའ་གསོལ་སྐབས་ཀྱི་ཆུ་ཚོན་གྱི་རི་མོ་དེ་འདྲའི་ཞིག་དབྱིན་ཇིའི་སྒོར་མོ་ཆིག་འབུམ་ཉིས་ཁྲི་བྱས་ནས་བཙོངས་པའི་གནས་ཚུལ་ཅིག་ཐོན་ཤག་ད་དེས་ཕྱི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཟླ་བ་གཉིས་པའི་ཚེས་པ་ཉི་ཤུ་རྩ་གཉིས་ཉིན་གངས་ལི་རྩེ་ཕོ་བྲང་པུ་ཏཱ་ལ་ལི་ཡར་གསེར་ཁྲི་མངའ་གསོལ་མཛད་རྗེས་ད་མི་ལོ་བརྒྱ་བཅུ་གྱ་ལྔ་ཕྱིན་པའི་དུས་དྲན་སྲུང་བརྩི་དང་སྦྲེལ་ནས་ཁེ་སི་ཕྱི་ཟླ་དྲུག་པའི་ཚེས་ལྔ་ཉིན་གངས་ཨན་ཇིའི་རྒྱལ་སའི་ལོན་ཏོན་དུ་རྟེན་གཞི་བྱས་པའི། Bon Homes། ཞེས་བྱས་ལྟ་རྒྱལ་སྤྱིའི་རི་མཐུར་ཚོང་བསྒྱུར་ཁང། Auction House། ཟེར་དགོས་ཟེར་ལྟ། དེ་འདྲས་ཀྱི་རྙིང་ཤོས་དང་གྲགས་ཆེ་ཤོས་དེའི་གྲས་གཅིག་ནང་ལོགས་ལ་ཡང་ནི་ཁོང་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བཞིའི་ཐོག་གསེར་ཁྲི་མངའ་གསོལ་མཛད་སྒོའི་སྐབས་ལ་ཡང་བྲིས་གནང་པའི། ཆུ་ཚོན་གྱི་རི་མོ། དེ་འདྲས་ཀྱི་སྐུ་པར་ཞིག་ཨིན་ཇིའི་གི་སྒོ་མོ། ཆིག་འབུམ་ཉིས་ཁྲི་ཆེ་ཆེ་བཙོངས་པའི་གནས་ཚུལ་ཞིག་ཐོན་ཤག་དེ་དང་མཉམ་དུ་ནི་སྲིད་ཁྲི་སྔ་སྲོལ་མཛད་སྒོའི་སྐབས་ཀྱི་རྣམ་པ་རེད་ད་ག་ནང་བཞིན་གཞུང་ཞབས་རྣམ་པ་ཚོའི་ཆས་གོས་འདི་འདྲས་མཚོན་པའི་ནི་ཆུ་ཚོན་རི་མོ་སྐུ་པར་གཞན་དག་འདི་འདྲས་བཞི་བཅུ་ཙི་ཆི་ཡོད་པ་དེ་གས་ཀྱང་སྐབས་དེ་དུས་རིན་དུ་ཚོང་རྒྱུའི་སྐབས་སུ་ལ་ཡང་ཨིན་ཇིའི་སྒོར་མོ་སུམ་འབུམ་དྲུག་ཁྲི་ཆེ་ཆེ་བཙོངས་ཤག་དེ་བྱེད་དུས་ད་གོང་གི་རི་མོ་དེ་གས་ཡིན་པ་རེད་ཤེས་མེད་ན་དེ་སྔ་རྒྱ་གར་ཨིན་ཇི་དབང་བསྒྱུར་སྐབས་ལ་ཡང་འབྲས་ལྗོངས་དང་དྲུག་བོད་ཅེས་ད་དེ་ཚོའི་སྐབས་ནང་ལོགས་ལ་ཡང་དེ་ཚོའི་ནང་ལོགས་ལ་ཡང་ཨིན་ཇིའི་གཞུང་ཚབ་དེ་འདྲ་སར Basil Gould ཞུ་བ་ཁོ་རང་གིས་གསོག་སྒྲུབ་གནང་བའི་ཡིག་ཚགས་དེ་འདྲའི་ཞིག་རེད་ཤག་ད་རི་མོ་དེ་རྒྱས་འདྲ་ཞིག་རེད་ཡིན་པས་ན་རྒྱ་གར་གྱི་རི་མོ་བ་སྐད་གྲགས་ཅན Krishna Kanwal ཁོང་རང་གིས་བྲིས་པའི་རི་མོ་ཤ་སྟག་རེད་གསུང་གི་འདུག་ད་ཡིན་ནའི་གནས་ཚུལ་དེ་དག་དང་འབྲེལ་ནས་མཁྱེན་དགོས་ཡག་ཞིག་ལ་ཡ། སྣུམ་ཚོན་རི་མོ་དེ་གས་ཉོ་མཁན་དེ་ཡག་ཉེས་སུ་ཡིན་མིན་ཤེས་ཐུབ་ཡག་མི་འདུག་སོང་ཙང་གནས་སྟངས་འདི་དང་འབྲེལ་ནས་ད། ང་རང་ཚོ་སྤྱི་ཚོགས་ནང་ལོགས་ཡིན་མིན་ནས་ད་ཨ་ནི་གང་ལྟར་ཅིག་ཁ་སུ་རེ་བོད་དོན་ལ་དོ་ཁུར་ཡོད་ཀ་ནང་ལོགས་ནས་ད་ཅིག་ཐུགས་འཚབ་གནང་མཁན་དེ་འདྲ་མང་པོ་བྱུང་གི་འདུག་ད་དེ་ག་རེ་བཟོ་དུས་ཙེ་ན་སྣུམ་ཚོན་རི་མོ་དེ་གས་ད་གཅིག་ནས་ལོ་རྒྱུས་ཀྱི་གནད་འགག་ཅིག་ཆགས་ཀྱི་འདུག་ག་རེ་བཟོ་དུས་ཙེ་ན་ད་སྐབས་དེའི་གསེར་ཁྲི་མངའ་གསོལ་གྱི་མཛད་སྒོའི་སྐབས་ལ་ཡ་དབྱིན་ཇིའི་སྐུ་ཚབ། ད་དེ་འདྲ་མང་པོ་ཅིག་སྐད་དང་སོང་ཙང་ད་འདི་གས་ད་དབྱིན་ཇི་དང་བོད་གཉིས་རྒྱལ་ཁབ་འདྲ་འདྲའི་གི་ངོ་བོའི་ཐོག་ནས་ཏིག་མཛད་སྒོའི་ཐོག་ལ་ཡང་གདན་ཞུ་གནང་བའི་གི་གནས་སྟངས་འདི་འདྲ་ཅིག་ཆགས་ཀི་ཡོད་དུས་ཙ་ནས་ནི་ལོ་རྒྱུས་གི་དཔང་པོ་འདི་གས་ད་རིམ་པས་གི་རྩ་མེད་དུ་འགྲོ་ཡག་གི་ཉེན་ཁ་དང་ཅིག་ད་ག་ནང་བཞིན་ཡང་མ་འོངས་པ་ལ་ཡང་ད་ཅིག་འདི་ཚོའི་གི་ད་རི་མོ་གལ་ཆེན་པོ་འདི་གས་ད་མི་མང་གི་མཇལ་མི་ཐུབ་ཡག་གི་གནས་སྟངས་འདི་འདྲའི་གི་ཆགས་ཡག་ཉེན་ཁ་ཅིག་ཡོད་པ་འདྲ།
དེ་རིང་སྤྱི་ཟླ་དྲུག་པའི་གི་ཚེས་དྲུག་ཉིན་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་དགེ་བའི་ཕོ་བྲང་དུ་རྒྱ་གར་དངུལ་ཁང SBI གི་འགན་འཛིན་ལྟ་སྐུ་ཞབས་ཤི་ཏི་མཆོག་གཙོས་པའི་འབྲེལ་ཡོད་ལས་བྱེད་ཁག་ཅིག་ལ་དུ་བྱས་ནས་གཟིམ་ཆུང་ནང་ལོག་དུ་མཇལ་ཁ་བསྩལ་གནང་ཡོད་རེད། སྐབས་དེ་དུས་རྒྱ་གར་དངུལ་ཁང SBI གི་ངོས་ནས་དགའ་ལྡན་ཕོ་བྲང་ལ་མྱུར་སྐྱོབ་རླངས་འཁོར་ཞིག་ཏུ་སེར་བ་ཕུད་གནང་སོང། ད་ཡིན་པ་ཡིན་ན་ཡང་དགའ་ལྡན་ཕོ་བྲང་གི་ད་ནད་པ་མྱུར་སྐྱོབ་རླངས་འཁོར་འདི་ཨ་ནི་གཏོང་ལེན་ལ་འདུག་ཟེར་གསོལ་རས་གནང་སོང། ཨ་མཇལ་ཁ་གྲུབ་པའི་རྗེས་སུ་ང་ཚོའི་གི་ད SBI གི་འགན་འཛིན་མཆོག་ལ་ཏུ་བཅར་འདྲི་ཞུ་ཡག་གི་གོ་སྐབས་ཅིག་འདུག་ཟེར་ར་སོང། ཨ་སྐབས་དེ་དུས་ཁོང་གི་གསུང་ཡག་ལ་ཨ་ནི་ད་རེས་ཀྱི་མཇལ་ཁ་འདི་ཨ་ནི་དགོང་ཟོ་མཆོག་ཏུ་མཇལ་ཏེ་ཨ་ནི་ཐེངས་མ་དང་པོ་ཞིག་ཡིན་པ་དང་ད་ནངས་ཤིག་གི་མཇལ་ཁ་འདི་ཡང་ཡག་པོ་ཞིག་བྱུང་སོང་ཞེས་དེ་འདྲའི་ཡང་གསུངས་གནང་སོང། ཡང་ཁ་སང་ཚེས་ལྔའི་ཉིན་ལ་ད་ད་ལྟ་ང་ཚོ་གིས་བརྩེ་བཞིན་པའི་ད་བུ་རྒན་ཡུམ་ཆེན་མོ་དྲིན་ལྡན་སྲས་ཀྱི་གཟིངས་རྟགས་རྐང་རྩེད་སྤོ་ལོའི་རྩེད་འགྲན་སུམ་ཅུ་པའི་རྩེད་འགྲན་པ་དང་ད་ག་ནང་ཞིག་གི་ལས་བྱེད་ཁྱོན་མི་གྲངས་ཉིས་བརྒྱ་དགུ་བཅུ་གོ་གསུམ་ལ་ཡང་བཅད་ཁ་བཙུགས་རྩེད་གནང་བཞག་སྐབས་དུས་དུས་ཀྱི་མཇལ་ཁའི་སྐབས་ལ་ཡིན་པ་ན་ལྟ་མཇལ་བྱ་བ་ཚོས་ཀྱི་གོང་ས་མཆོག་ལ་རྒྱལ་ཡུམ་ཆེན་མོའི་དྲིན་དེ་གསེར་གྱི་བུམ་པ་དང་ད་ག་ནང་ཞིག་གི་ལྟ་བོད་ཀྱི་རྐང་རྩེད་སྤོ་ལོའི་རུ་ཁག་གིས་དེ་ལོའི་སྒྲིག་ཆས་གསར་པ་གཉིས་ཤིག་ཏུ་ཁ་སིའི་མཛད་སྒོའི་སྐོར་ལ་དབུ་འབྱེད་གནང་ཡོད་རེད་དེ། ཨ་མདོ་སི་གོང་ས་མཆོག་ལ་མཆན་འབུལ་ཞུས་གནང་ཡ་དང། དེས་མ་ཟད་ཨ་ནི་བོད་རྒྱལ་ཡོངས་རྩེད་འགྲིག་ཚོགས་པའི་གི་ཚོགས་གཙོའི་གི་ཨ་ནི་དེ་ལུས་ཡང་ཨ་ནི། རྒྱལ་ཡོངས་ཆེན་མོའི་སྐབས་སུ་ཁུ་ཡུག་སྲུང་སྐྱོབ་ཀྱི་ལས་གཞི་ཅིག་ཏུ་སི་ཨ་ནི་འགོ་བཙུགས་ཡོད་སི་སྙན་སེང་ཞུས་གནང་སོང་ད་དེའི། ལས་གཞི་འདིའི་ནང་ལོ་ར་ཡིན་པ་ཆ་མཚོན་པ་ཡིན་ན་ད་དེ་སྔ་ཡིན་ན་རྒྱལ་ཡོངས་ཆེན་མོའི་རྐང་རྩེད་སྤོ་ལུས་ཀྱི་ཨ་ནི། རྩེ་བའི་སྐབས་སུ་ད། ལས་བྱེད་དང་རྩེད་འགྲན་པ་ཚོ་ལ་འཐུང་ཆུ་དེ་ང་ཚོས་ད་ལྟ Bisleri ལ་ཨོ་རག་དེ་འདྲའི་གི་གདམ་དེ་སྟོང་ཕྲག་བཅོ་གསུམ་བརྩི་དུས་སུ་བེད་སྤྱོད་གཏང་གི་ཡོད་རེད། ད་དེ་ལོ་ཡིན་པ་ཡིན་ན་ད་དེ་འདྲའི་གི་བེད་སྤྱོད་གཏང་མ་དགོས་བའི་ཐོག་ནས་ཆུ་དམ་སོ་སོ་སོ་སོ་ལ་ཆུ་དམ་རེ་རེ་སྤྲད་ཆུ་དམ་དེའི་ནང་ལོ་ཆུ་བླུགས་ནས་རྩེད་འགྲན་པ་དང་ལས་བྱེད་རྣམས་ལ་འདུས་བུལ་ཡོད་ཟེར་སྐབས་དེ་དུས་ཡང་གོང་ས་མཆོག་ལ་འདུས

ཨ་འདྲེ་ནང་འདྲེན་ལ་གོ་ར་ད་ལྟ་ལོ་བཅུ་དགུ་མིན་སྟབས་ཀྱི་རུ་ཁག་གིས་ད་སློབ་སྟོན་པ་སློབ་སྟོན་པ་ཞིག་གིས་ཨ་ན་གོང་ས་མཆོག་ལ་དྲི་བ་ཅིག་ཕུལ་གནང་འདུག་དྲི་བ་དེ་ད་ག་རེད་ཟེར་ན་ཁོ་རང་སློབ་སྟོན་པ་ཞིག་ཡིན་པའི་ཆ་ནས་ད་རྩེད་མོ་རྩེ་མཁན་ད་གསར་པ་དང་རྙིང་པ་གཉིས་ཀྱི་བར་ལ་ནམ་དོལ་བྱེད་དུས་ཨ་ནི་དཀའ་ངལ་ཆེན་པོ་ཞིག་ཏུ་འཕྲད་གནང་གི་འདུག་དེ་ཡིན་ཚོད་ཨ་དཀའ་ངལ་དེ་མེད་པ་བཟོས་ཐབས་ལ་ཨ་ནི་ཐར་ལམ་ག་རེ་ཡོད་རེད་ཨ་ནི་ཀུན་འདུས་ལ་དུ

བཅུ་བདུན་དང་དག་ནས་ཤིག་ཁོ་རང་ཚོ་གི་ནང་མི་བཅས་ལ་ཨ་དུ་ཟེར་ཀ་ཅིག་བཙལ་གནང་འདུག་སྐབས་དུས་དུས་ཀྱི་ཨ་ནེ་གོང་བུ་གོང་ས་མཆོག་གི་ཨ་ནེ། བཀའ་སློབ་ཕལ་ཡ་ཅིག་ལ་ད་ད་རིས། གྲོས་ཚོགས་འཐུས་མི་དུ་ཚོ་ལྷན་དུ་དུ་བྱེད་འབྲེལ་བྱུང་བ་ལ་ཨ་ནེ་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་པ་དང་ད་ག་ནས་ཞིག་གིས་ད་བདག་ཅག་གི་སྟོན་པ་ཤཱཀྱ་ཐོད་པ་མཆོག་ནི་རྒྱ་གར་འཕགས་པའི་ཡུལ་ནས་ཡིན་པ།

ཐེག་ཆེན་ཆོས་འབྲེལ་གཙུག་ལག་ཁང་གི་ཆོས་རའི་ནང་ལོགས་ལ་ནི། བོད་ནང་གི་ད་ཁོར་ཡུག་གི་གནས་སྟངས་རྩ་དྲག་དང་ད་ག་ནང་ཞིག་གི་ད་བོད་ནང་གི་ཁོར་ཡུག་ལས་འགུལ་བ་ཚོ་གི་ལུག་ཁྱུའི་པར་རིས་བཤམས་པ་ད་ག་ནང་ཞིག་གི་ནི། བོད་ནང་གི་ཆུ་བོ་ཆེན་པོ་དང་འདུ་འཛུགས་ཀྱི་པར་རིས་བཤམས་རྗེས་ད་མདོར་བསྡུས་པ་ནས་བཤད་པ་ཡིན་ན་ནི། ཡུལ་སྐོར་བ་ཚོ་ལ་ད་བོད་ནང་གི་གནས་སྟངས་ངོ་སྤྲོད་བྱས་དང་གོ་རྟོགས་སྤེལ་ཡག་གི་བྱས་རྗེས་ཨ་ནི། ཁ་སང་འཛམ་གླིང་ཁོར་ཡུག་ཉིན་མོ་དེ་ཚོ་སྲུང་བརྩི་ཞུས་གནང་སོ། གཅིག Focus བྱས་བྱོས་ར་འོ་དེ་ག་རིགས་རང་བྱེད་ལ་ན་ད་ད་ཉེ་ཆར་ད་ད་ཉིས་སྟོང་ཉི་ས་བཞི་ནང་ལ་ང་ཚོ་གི་སྡེ་དགེ་འགྲེམས་གཅིག་དེ་ཆུ་རགས་གཅིག་ཨ་ནི་རྒྱ་ནག་གི་གསལ་བསྒྲགས་བྱས་ཡོད་ར་དེ་བྱས་ད་ག་ན་བཞིན་ཨ་ནི་ང་ཚོ་ཉེ་ཆར་གི་ཡང་ཡར་ཀླུང་གཙང་པོ་གི་སྒང་ལ་ང་ཚོ་གི་ཁོང་ཚོ། རྒྱ་ནག་གི་ཆུ་རགས་ཀྱི་རྒྱན་ཡིན། ཆུ་རགས་དེ་བས་ཆེ་ཤོས་ཀྱི་རྒྱན་ཡིན་ལ་ནི་དེ་འདྲའི་སེ་ར་ཆེའོ་ར། དེའི་གཉིས་ལ་ང་གིས་ད་མིན་ད་ལྟེ་བ་དེ་ནི་ད་ལས་གུས་པས་རོ་ད་ཅིག་ཡིན་བསམ་ཐུབ། དེ་སོང་ཙང་ཉིན་མོ་དེ་དང་འབྲེལ་ནས་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་ནི་འཛམ་གླིང་ཁོར་ཡུག་ཉིན་མོ་དེ་སྲུང་བརྩི་ཞུས་གནང་གི་ཡོད་རེད། ལྷག་པར་དུ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ད་ཉིན་མོ་འདི་དང་སྟབས་བསྟུན་ནས་ཡང་གོ་དོན་ཞིག་འདི་འདྲ་ཞིག་བཏོན་གནང་འདུག་ཨ་ནི་ད་ག་ནས་ཞིག་གིས་ད་རེས་གོ་དོན་འདི་གོ་དོན་འདི་ཞུས་པ་ཡིན་ན་ད་ཁོ་རང་ཚོ་བརྗོད་གཞི་འདི་བོད་དྲན་པ་མ་བྱས་ཟེར་བ་འདི་རེད་ཤག་འདིའི་ནང་ལོགས་ཀྱི་ད་གནད་དོན་རྡོག་རྡོག་རེ་བ་ཞུས་པ་ཡིན་ན་ད་བོད་མཐོ་སྒང་ཁོར་ཡུག་གི་ཨ་ནི་གནས་སྟངས་འདི་གལ་ཆེན་པོ་ཡིན་པ་དང་ད་ག་ནས་ཞིག་གིས་ད་བོད་མཐོ་སྒང་འདི་ད་འཇིག་རྟེན་གྱི་གནས་གསུམ་པ་ཞིག་ཡིན་པ་ཙམ་དུ་མ་ཟད་ད་གར་སོ། ཨེ་ཤི་ཡའི་ནང་གི་ཆུ་བོའི་བྱུང་ཁུངས་ཡིན་པ། ད་ཡང་ཨེ་ཤི་ཡའི་ཆུ་བོའི་བྱུང་ཁུངས་ཡིན་པ་ཙམ་དུ་མ་ཟད་ཆུ་བོའི་རྒྱུན་དུ་ཚ། ཆུ་བོའི་རྒྱུན་དུ་ད་འཚོ་གནས་བྱེད་ཉེས་ཀྱི་ད་སེམས་ཅན་སྟོང་ཕྲག་མང་པོའི་གི་ཚེ་སྲོག་དང་འབྲེལ་བ་ཡོད་པ་ཆགས་ཀྱི་ཡོད་པ། ལྷག་པར་དུ་ད་བོད་ནང་གི་ད་འཁྱག་རོམ་དེ་ཨ་ནི་དེ་སྔ་ལས་ཨ་ནི་བཞུར་ཚད་དེ་མྱུར་དུ་འགྲོ་གི་ཡོད་པ། མདོར་བསྡུར་ནས་བཤད་པ་ཡིན་ན་ད་བོད་དེ་འཛམ་གླིང་གི་གནམ་གཤིས་ཚ་དྲོད་ཁོད་སྙོམས་པོ་དུ་བདེ་ཡག་ལ་ཨ་ནི་གནད་འགག་ཞིག་ཆགས་ཀྱི་ཡོད་པའི་ཨ་ནི་དྲན་སྐུལ་དེ་འདྲ་ཡང་བྱས་འདུག་རྩ་བའི་ལོ་ལྟར་འཛམ་གླིང་ཁུལ་ཡོངས་ཀྱི་ཉིན་མོ་དེའི་སྲུང་བརྩི་ཞུ་ཡ་ཡག་གི་རྣམ་པ་དེ་ཡིན་པ་ན་ད་འདྲ་མིའི་ཐོག་ནས་དུ་ཞུ་ཡ་ཞུ་གནང་གི་ཡོད་རེད་ལ་བརྗོད་གཞི་ཡིན་ན་ད་འདྲ་མིའི་ཐོག་ནས་ཡོད་རེད་ད་དེ་ལོ་ཡིན་ན་བརྗོད་གཞི་དེ། འགྱིག་ཤོག་གི་སྦགས་བཙོག་གཙང་སེལ་བྱེད་ཡ་དེ་རེད་ཤག།
མཚམས་འདི་ནས་ང་ཚོ་བོད་ཀྱི་རླུང་འཕྲིན་གྱི་བོད་དང་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། དེ་དང་ཕྱོགས་མཚུངས་བཅས་སང་ཉིན། རེས་གཟའ་སྤེན་པའི་ཕྱི་དྲོ་ཆུ་ཚོད་དྲུག་པའི་ཐོག་ལ་ཡང་བོད་ཀྱི་རླུང་འཕྲིན་གྱི Podcast ལེགས་འགྲེམས་ནང་ལོགས་ལ་ཡང། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་གོ་སྟོན་གྱི་དམིགས་བསལ་ལེགས་འགྲེམས་ཤིག་རྒྱང་སྲིང་ཞུ་ཡ་ཡིན། སོང་ཙང་གནམ་མཚོས་ང་ཚོའི་ལེགས་འགྲེམས་ལ་ཡང་དུས་ཐོག་ཏུ་གསན་བཞེས་གནང་ཡ་མ་རྙེད་པ་གནང་རོགས་གནང།